སྒ་སྟེ་ཁྲི་རིན་པོ་ཆེའི་ཁྲུ་དོ་བརྒྱ་དང་གཅིག་པ། ཁྲི་ལུང་རིགས་སྣ་བརྒྱད། སྒ་སྟེ་ཁྲི་ལས་ཕེབས་པའི་རྗེས་ལ། བཀའ་ཟབ་བོར་བ་རྒྱལ་བ་རིན་པོ་ཆེ་གཙོས་གསུང་ཆོས་ཆུ་ནས་བཅག་ཡོད་པ་མ་རེད། བྱས་ཙང་དེ་ལས་བརྟེན་ནས་བརྒྱལ་བ་རིན་པོ་ཆེ་གིས་ང་ནི་བའི་རྡོ་ཁང་ཁང་ཚན་གྱི་སྤུ་གུ་དེ་དང་བླ་རྒན་ནི་དེ་ང་མགོ་སྒུར་གཏོང་བཞག་ཟེར་ཏེ་སོང་བ་རེད། སྤུ་གུ་སི་ཏི་གོ་ལ་རྒྱལ་སྤྱིའི་ཁྲུས་ཆང། རིན་པོ་ཆེ་བཅས། ཇོ་རུ་རིན་པོ་ཆེ་བཅས། ཨ་ནི་ལག་གིན་སེ་རེད་ཨ་ནི་དགའ་ལྡན་ཁྲི་རིན་པོ་ཆེ་དེ་འདྲས་སོང་བ་རེད་བྱས་ཙང་དེ། སྐོར་དེ་ཨ་ནི་དེ་འདྲས་ག་འདྲས་ཡིན་ནང་དེ་སྐོར་དེ་ཡིན་གཅིག་མིན་གཅིག་གི། དེ་དངོས་ཡོད་གནས་ཚུལ་དེ་ག་རེ་ཡིན་པ་དེ་བཅུ་ད་བཤད་རོགས་ཞུ་ས་ཁོ་ང་ལ་དེ་གལ་ཆེན་པོ་རེད་ཞེས་དྲི་བ་དེ་བསྐུལ་ཤར་བ། ད་དེ་དེ་རེད།

དེ་གིས་ཨ་ནི་རྗེས་སུ་མ་འདི་ཆགས་ནས་ཨ་འདི་འདྲ་རེད་པས་ག་འདྲ་ཟེར་གྱིས་ཞུས་པ་ཡིན། དེ་ནས་རིན་པོ་ཆེ་གིས་ད་འདི་གསུང་གི་འདུག་ག་རེ་ལབ་ན་སྤྱི་བཏང་གི་རིན་པོ་ཆེའི་དགའ་ལྡན་ཁྲི་བོད་སྐོར་ལས་ཡ་དགའ་ལྡན་ཁྲི་ལས་བཤོལ་བའི་ལོ་བདུན་གྱི་རིང་ལ་ཨ་ནི་སི་གང་ཅི་ཚོས་གསུང་ཆོས་དེ་འདྲ་ཞུ་གི་མེད། འདི་ལྗི་སེ་ག་རེ་རེད་ཟེར་ན་རྣོ་སྔ་མོ་ཡིན་ནོ་བོད་ལ་ཡིན་ན་ཨ་ནི་དགའ་ལྡན་ཁྲི་བོས་བསྐོས་ལ་ཡག་དགའ་ལྡན་ཁྲི་ལ་ཕེབས་ཚར་པའི་རྗེས་ལ་དགའ་ལྡན་ཁྲི་བོས་བསྐོས་ལ་ཨ་ནི་ས་ཁང་གཅིག་ཏུ་སོང་ཤུལ་ཤུལ་དེ་འདྲ་བྱེད་མྱོང་ཡོད་ཞི་གོས་མ་རེད་དེ་རུ་གི་ལུ་བེ་གི་ཁོ་མི་སེར་གི་དེ་རེད་འདི་ལྗི་བཙན་གི་ག་རེ་ཟེར་ན་ཤི་མ་གའི་མ་རེད་ག་རེ་ཟེར་ན་ད་ང་ཚོ་དེ་འཇང་དགའ་སློབ་མ་ཆོས་རྗེ་བོ་བཙོན་ཁང་བོད་ཀྱི་སྐུ་ཚབ། ད་སྐུ་སྐུ་ཚོགས་གསུམ་གསུང་སོགས་སོ་ནི་བྱེད་དོ་དེ་ཡིན་ཙང་ཨང་ཁོང་གིས་ད་དགའ་ལྡན་གསར་ཁྲི་ཟེར་དགོས་ཡོད་ན་ཁོང་གིས་ད་སྐུ་ཚོགས་དེ་རང་ལ་ལ་ཨ་ནི་ད་དེ་ཡིན་པའི་སྐབས་སྒོ་ཤོད་ཀྱི་ཚུལ་སོ་ནི་མ་གཏོགས་དེ་འདྲས་བྱས་ནས་ཨ་ནི་བ་གསུང་ཆོས་ཕར་གནང་ཡག་མ་གཏོགས་ཞོལ་ཡག་གི་དེ་འདྲས་རྩ་ནས་ནི་སྔ་མོ་ཡོད་ནི་ལོ་ཚོད་དུ་ཡོག་མ་རེད་བས་ལ་ཅི་ཙང་དེ་འདྲས་ཡིན་ཙང་རིན་པོ་ཆེ་ཡིན་ནི་ཨ་ནི་དགའ་ལྡན་ཁྲོས་པའི་ཞོར་བའི་རིགས་ལ་ཨ་ནི་སེ་ཅི་ཙེ་ལ་དེ་ནི་གསུང་ཆོས་ཞོལ་ཡག་ལ་སོགས་པ་དང་དེ་འདྲས་རྩ་ནས་བྱེད་དགོས་མེད་ཅི་ཙང་དེ་འདྲས་ཡིན་ཙང

ད་ནི་དེ་ནས་ཉིས་སྟོང་བརྒྱད་ལོར། དེ་ནས་ད་ལྟའི་ཞུ་སྒོ་ལས་ཉིས་སྟོང་བརྒྱད་ལ་ཏག་ཏག་ཁར་རྒྱ་གར་རིན་པོ་ཆེའི་པའི་རི་སི་ཀའི་ནོར་ཐུ་ཚོགས་དེ་ཕེབས་པར་བོད་འགོ་འདི་དགོས་ལ་དེ་ནི། རིན་པོ་ཆེ་ལྕགས་ཡོད་མ་རེད་མ་ལྕགས་དེ་དགོས་ལ་དགོས་དུས་དེ་ད་དོན་གཅོད་སི་དགོས་ཡོད་ན་ད་དོན་གཅོད་ལས་ཁང་གི་འབྲུ་ཐིགས་པ་སི་དགོས་ཡོད་ན་དེ་འབྲུ་གི་ཇི་ཡོད་རེད་ད་ཕ་ཡུལ་རྒྱལ་ཐང་བ་ཡིན་སི་ཉི་མི་ཇི་ཡོད་རེད་དེ་ང་གང་གང་ཙམ་དེ་ཡོད་བྱས་ཙང་ཁོ་རང་གི་རིན་པོ་ཆེའི་ཁུ་འདུས་ལས་བཅག་ནས་རིན་པོ་ཆེ་མི་དགེ་རྒྱག་རུང་ཅིག་གསུང་ཆོས་ལ་ཕན་རུང་ནའང་ཟེར་ཏེ་ཞུས་བཞག་ཞུས་དུས་ཁོ་ལ་རིན་པོ་ཆེའི་ངག་དེ་ཡོང་ཐུབ་བ་མི་འདུག་ཟེར་ནས་སོང་དུས་ཁོ་ལ་ཨ་ནི་ཁོ་རང་གིས་མ་རེད་རིན་པོ་ཆེ་བི་ཁའི་གཞུང་སོགས་དང་ཨ་ནི་ཕའི་ཁྲི་ཚང་མ་གྲ་སྒྲིག་ཚར་བ་ཡིན་གང་ལྟར་རིན་པོ་ཆེ་མི་དགེས་གསུང་ཆོས་ཡོང་རུང་ཅིག་ཟེར་ནས་བ་གང་བླ་མ་གསུམ་དེ་དག་དབང་ཡོད་འདྲ་པོ་ཟེར་དགོ་ར་ད་དེ་འདྲའི་ར་བ་ཞིག་ནས་འདུག་པ་ཉིན་ཤག་ཤག་འདྲ་པོ་བྱེད་ཀྱི་འདུག་ཟེར་ཏེ་ཟེར་དུས་ཁོ་ལ་རིན་པོ་ཆེ་གིས་ཤིང་རྟ་ཀོ་ལེ་འབྲི་བྱེད་ཡག་པོ་དེ་ནི་ཅག་གོ་གི་མི་འདུག་ཟེར་དེ་ནི

སི་ཅི་ཚོས་མ་ཤེས་པ་དེ་དང་ཁོ་དེ་རེད་ཟེར་གི་འདུག་རུ་གི་ལི་པེ་གིས་ད་ག་ནི་ཁྲི་ལ་ཕེབས་ས་དེ་ག་ནས་ལོ་སུའི་དེ་ཡོད་རེད་བྱས་ཙང་དེ་ཡིན་ཙང་རྒྱག་དགོས་ཨ་མ་རེད། བྱས་ཙང་དེ་ནས་དེ་ག་ལ་ཨ་ངས་རིན་པོ་ཆེ་ལས་ཤེས་བས་ཨ་ནི་རིན་པོ་ཆེ་གི་དེ་འདྲ་གི་ས་ཞིང་འདྲ་པོ་དེ་འདྲ་ཡི་མ་ནོར་ཡིན་ཙང་ཨ་ནི་དེ་འདྲ་ཟེར་དེ་ཁོ་འདྲ་ཟ་ཡིན་ཅི་རེད་ཟེར་ལབ་པ་ཡིན་ད་དེ་ཁོ་ང་ཚོ་ཆོས་ལུགས་བོད་ཀྱི་ངོ་ནས་ཨ་ནི་ག་འདྲ་ཅི་ལས་ཐུབ་པ་ཡིན་སོ་སོ་གི་མི་དང་ཏང་དང་ག་འདྲ་ཅི་ལས་ཐུབ་པ་ཡིན་གཙོ་བོ་ཆོས་ཆོས་དེ་ཨ་ནེ། ང་ཚོ་གིས་ད་གིན་འདྲ་བ་འདི་ཆུ་ཡོད་པ་ཡིན་ཙང་ཆུ་ལུད་འདི་གལ་ཆེན་པོ་རེད་ཅེས་ཆུ་འདི་རྩ་བ་དང་པོ་འདི་བཞག་དགོས་རེད། དེ་ནི་དེ་ལས་འགལ་ཟེར་ན་དེ་ནི་གཞན་པ་དེ་ཚོ་ད་བཞག་རྗེས་ནས་མ་ཏོག་ཕེང་གི་མ་རེད་ཟེར་ནས་ད་རིན་པོ་ཆེ་གི་རྩ་ཡི་དང་ལྡན་འདྲ་བ་དེ་རེད་བྱས་ཙང་དེ་འདྲིས་ཀྱི་དགོས་པ་དེ་ཚོ་ད་གིན་ལུད་བེད་ཀྱི་བླ་ཆེན་ད་ཧ་ལམ་ཡོད་མ་རེད་ཟེར་ནས་ད་ངས་ཧམ་པ་ཡིན་གྱི་རེད་རོགས་ག་ལ་ག་ནོ་དཀའ་ལས་ཁ་པོ་རེད་བས་ཇི་རེད་རིན་པོ་ཆེ་གིས་མཛད་པ་ནང་བཞིན་འོང་འདི་རེད་དེ་ནི་ཁོ་རང་གི་དྲི་བ་དེ་འདི་རེད། དེ་ནི་ད་ལྟ་ཁོ་རང་གིས

ད་ནི་རིན་པོ་ཆེ་རང་གིས་འགན་ཁུར་ནས་སུས་དགེ་ལུགས་སྤྱི་ལས་བྱེད་པའི་སྒྲིག་གཞི་གསལ་ཏེ་བཟོས་པ་རེད་ཅེས་དེ་དེ་བཟོས་པའི་ལས་དེ་ནས་ཨེ་ཉིས་སྟོང་བརྒྱད་ལོ་ལ་གཉོས་འགྲོ་དེ་རིང་དེ་རིང་ཡོང་བ་རེད་ཟེར་ངེས་དེ་འདྲ་འདུག་ཅེས་ད་ད་ག་བཤད་ཟེར་ནས་རིན་པོ་ཆེ་གིས་དེ་ཁས་ལེན་བྱས་ཡོད་མ་རེད་ཟེར་གྱི་འདུག་ད་དེ་ངོ་མ་དེ་ག་རེ་རེད་ཟེར་ནས་དེ་འདྲས་དེ་བཤད་འདུག་ར། དྲི་བ་དེ་འདུག་ཅེས་དེ་ཡིན་ཙང་དྲི་བ་དེ་ཡིན་དེ་སྐོར་ལ། སྤྱིར་བཏང་རྩ་བའི་དགེ་ལུགས་སྤྱི་ལས་བྱེད་པའི་སྒྲིག་གཞི་བཟོས་པའི་སྐབས་ལ་ཨ་ནི་སྐབས་དེ་དུས་ཀྱི་དགེ་ལུགས་ཀྱི་སྤྱི་འཐུས་གཉིས་དང་དེ་ག་ནང་བཞིན་གྱི་བདེ་གསང་བཟའ་ཟླ་དགོས་གསུང་གིས་ཐིམ་པས་ལྷག་པར་དུ་ད་ལྟ་བདུན་ནི་འགྲུབ་པའི་སྐལ་ལ་ཡང་ནི་ཤར་རྩེ་དྲང་སྲོང་གི་ལ་སོགས་པའི་རྡུལ་ཚུལ་གྱི་ཐིམ་པས་དེ་དུས་ཚོད་ཁ་ཤས་དང་ཐག་བསྡད་ཡོད་རེད། རེད་བ། དངོས་གནས་བཤད་ན་དུས་ཚོད་གཉིས་ཕྲེང་དང་ཚང་མ་ཡོད་རེད། ང་ཚོ་ལ་ཡིན་ཡོད་ག་རེ་ཟེར་ན་ད་གཉིས་ཕྲེང་དེ་ཡོད་མ་རེད་དེ་གཉིས་ཕྲེང་དེ་སུ་ཆོད་མ་རེད་ཡིན་ཡོད་བི་ཀ། བཀའ་བཞག་ཆོས་ཀྱི་ཁོ་ཐག་དེ་བཀའ་བཞག་ཡོད་རེད། རེད་བ། རིན་པོ་ཆེའི་བཀའ་ལ་ག་རེ་གསུངས་ཡོད་མེད་དེ་ཚོ་ཅི་ཟེར་དེ་འདྲ་རེད། ད་དེའི་སྐོར་དེ་ངས་རིན་པོ་ཆེ་ལས་ཡོད་ཞུ་མྱོང།

ཨ། ང་ཚོ་དགེ་ལུགས་པ་འདི་དུམ་བུར་ཆགས་དགོས་ཡ་མེད། ད་ག་ནང་བཞིན་གྱི་ཨ་ནེ་འཛམ་བུ་གླིང་གི་ནང་ལ་དེ་སྔ་ཕལ་ཆེར་ཆུ་ནི་བྱུང་མ་ནུས་པས་ཇག་རུ་མུ་ཆུ་ལས་སྐལ་མེད་ངོ་རྒོལ་ཤེས་དགོས་ཡ་ད་ཨ་ནེ་སྤྱིར་བལ་བལ་གྱི་ཞང་བྲན་གོས་སི་དགེ་ལུགས་བལ་གྱི་ཞང་བྲན་འདི་ཚོ་ཚང་མ་འཛམ་བུ་གླིང་ནང་ལ་ཆགས་དགོས་ཡ་རྒྱུ་ནི་མེད། ཅི་ད་དེ་ད་ཀོས་དེ་དུས་ཁོ་ཚོ་ཆུ་ནི་བྱུང་མ་སོང་གསུང་དགོས་རེད་ཨ། དེ་བས་བློ་ཕངས་ཐུགས་ཆེ་ཤོས་འདྲ་བ་དེ་ག་རེ་རེད་ཟེར་ལབ་ན་ཀོས་དེ་དུས་ད། བལ་གལ།

བཅའ་བའི་སྐོར་ལ་དེ་ནི། བདུད་བཞི་བཟོད་པའི་སྐོར་ལ་དང་ཟ་འདྲེ་འགོག་སྲུང་གི་ཁྲིམས་དཔེ་ཚང་མ་ཐམས་ཅད་ཡོད། དེ་ནས་ད། དམིགས་སུ་བཀར་ནས་དེ་དུས་ཀྱི་ཨ་ནི། ཁ་སོ་བོ་རེད་རྒྱུད་སྟོད་ཀྱི་རྒྱུད་སྟོད་མ་སི་ཏག་གི་ཁར་ས། ཆོས་ལྡན་བཀའ་ལན་འདི་བློ་བཟང་ཉི་མ་སེང་གེ་ཀྱི་པོ་ལགས་ཀྱི་ཡོར་དེ་རེད། དེ་ནས་ཀོས་དེ་དུས་བཀའ་ལན་ཕྲོས་པ་དེ་ཟངས་ཐོག་རེད། བྱས་ཙང་དེ་ནས་རིག་པ་ལ་ཨ་མདའ་རིན་པོ་ཆེ་གི་ཁོ་རང་ས་ཚང་མ་ཡོད་ཐུག་དེ་ལ་ཨ་ནི། དགེ་ལུགས་སྤོས་ཀྱི་ནང་ལོགས་ལ་ཨ་ནེ་བའི་མཆོད་རྟེན་བརྟེན་དགོས་མིན་ཟེར་ནས་ས་ཡི་རྒྱ་ཡིག་ལ་སོགས་པ་དེ་འདྲ་བྱས་པ་ཡིན་ན་དུས་ནའང་ཡོང་གི་མ་རེད་ག་རེ་ཟེར་ན་དེ་མ་འོངས་པ་ན་དགེ་ལུགས་པ་ལས་དུས་ཉོ་ར་ཡོང་རེད་དེ་འདྲ་བཟོས་པ་ཡིན་ན་འགྲིག་གི་མ་རེད། ལྷག་པར་དུ་ཨ་ནེ་ཁྱོད་རང་གསུང་གི་འདི་ནང་ལོགས་ལ་ག་རེ་ཟེར་བ་རེད་འདི་བྲིས་འདུག་ཨ། ནེ་རི་བོ་དགེ་ལུགས་པའི་ཡིན་ཕྱིན་ཆད་ལ་ཨ་ནེ་ཁྱོད་ཚོ་ས་ཡིག་རྒྱ་དགོས་ཟེར་ལབ་ན་ཁྱོད་ཚོ་འདི་ཚོ་ལག་རྟགས་གས་ཀུན་ཆུ་འཐོག་གི་མ་རེད་དེ། ད་བོད་དེ་ཚོ་ཕར་བཞག། ངས་ཀྱི་གོ་ངས་དཔེ་མཚོན་གཅིག་བཤད་གོ། དཔེ་མཚོན་གཅིག་དཔེ་མཚོན་གཅིག་དེ་ག་རེ་ཟེར་ན། དཔེར་ན་དབྱི་ལན་ལས་སྡོད་པའི་དགེ་བཤེས་སྐལ་བཟང་རྒྱ་མཚོ། ཁོང་ལ་ཡང་ཆུ་ཚོད་བཅུ་སྟོང་སོ་བརྒྱ་ལྷག་ཙམ་ཡོད་སྲིད་གོ་རེད། ད་དཔེ་ཧ་ལས་པ་ཡོད་རེད། དེ་ག་ནང་བཞིན་གྱི་དེ་ནི་དཔེ་ད་ལྷོ་མོ་འབོ་ཁྲག་མང་པོ་ཞིག་ཡོད་རེད།

ཐ་མག་འདི་རྒྱག། སྨྱོ་སྒྲོ་དེ་ཡོང་པའི་ཐ་མག་འདི་ག་རེ་ཟེར་ན་རྒྱག་རིན་པོ་ཆེ་ལས་ག་རེ་ཡིན་ནའི་འོ་མའི་ཚུལ་གྱི་ཚོད་སྨན་ཞུས་མཁན་ཡོང་རེད་སྐྱ་མའི་མགོ་ཁུངས་བཟོ་མཁན་དང་ག་རེ་ཐ་ན་འཕྲེད་ཁང་ནང་ཡིན་ཆད་མིག་གིས་བལྟས་ཞེས་ཡོང་གི་རེད་དུས་དུས་ནས་གསུང་གི་ཡོད་རེད་བ། ང་ཚོ་ལས་ག་རེ་བཤད་ཡོད་རེད་ཟེར་ང་ཚོ་ད་ལྟ་འདི་བཟོ་ཁང་ཞིག་ཁ་རྒྱག་པ་ཞིག་རེད་བཟོ་ཁང་ཞིག་ཐ་མག་འདི་ག་རེ་བཤད་ཟེར་ང་ཚོ་ལས་བཤད་ཡ་གལ་མེད་རྒྱག་རིན་པོ་ཆེ་ག་རེ་ཟེར་མ་གཏོགས་གལ་མེད་བ། བྱས་ཙང། རྒྱག་རིན་པོ་ཆེ་གཞི་ལ་ཐར་པ་བཏང་མཁན་འདི་ཐ་མག་འདི་ང་ཚོ་ཆགས་ཀྱི་ཡོད་རེད་དེ་ཚོ་ཚར་ནས་འགྲིག་གི་མ་རེད་ཟེར་ནས་ད། དགེ་ལུགས་པའི་དམའ་ཐན་བཟོ་མཁན།

དེ་ཚ་འདི་ཚུར་ལ་བསྟན་མི་འདུག་གོ་ལ་ད་ངས་གོང་དུ་ཞུས་ཡས་ཀྱི་རིན་པོ་ཆེ་ལ་འཇའ་ཚ་ཞེས་མ་ཐུག་སྟེ་དེ་རེད་ཟེར་ཡས་དེ་རེད། རིན་པོ་ཆེའི་ངོ་ནས་དེ་ཚོ་གང་ཡང་འདུག་གོ་མ་རེད་ངས་དམ་པའི་ཆོས་ལ་ཐུག་འདུག་གོ་ལ་ད་དགེ་བ་སུ་ལོ་ཅིག་མ་ག་ཅིག་ནས་ད་ཤི་ག་ཡོག་མ་རེད་གསུངས་གོ་རེད་བ། གལ་ཏེ་དེ་ནས་རྣམ་པར་འབྱེད་པ་འབྱེད་པར་གལ་ཏེ་དེ་ནས་རྣམ་པར་འབྱེད་པ་ན་བཞིན་བཞུགས་འཇམ་ལ་འཇིགས་ན་ཉེས་པ་མེད་ཟེར་རིན་པོ་ཆེ་འདིས་གསུངས་གོ་རེད།

བསྟན་པ་ཤར་ཕྱོགས་ཐུབ་པའི་གཞུང། ཡོངས་སུ་རྫོགས་པའི་རྒྱ་མཁན་དུ་བྱས་ནས་ཨ་ནི་དེ་ཀོ་ཙུ་འཛམ་བུ་ལི་ལས་ཡིན། སྐད་ཅིག་ཁ་ན་ཤེས་པར་མ་ཟད་ཚོན་པོ་དང་ནི་སྐྲངས་ཤར་རྒྱུད་དུ་ཀ་ཁ་ཁྲག་ལིང་ལིང་བསྡད་ཡོད། སྤྱིར་ཚང་དེ་འདྲའི་ཡིན་ཙང་རིན་པོ་ཆེ་གི་བསྡུས་ཚུལ་ཐུགས་ལ་བསྡུས་ན་ཡང་བདག་དེ་འདྲི་ཞེས་པ་ཡིན་ན། ཕུ་ཆང་རིན་པོ་ཡི་ཐུགས་ལ་འོ་ད་ང་ཚོ་གི་གཉེན་སྐུ་གཅིག་གི་རིགས་ལ་དེ་འདྲི་ཟེར་ཞེས་པ་ཡིན་ན་འོ་ད་ཕུ་ཆང་རིན་པོ་ཆེ་ལ་ནང་པའི་གི་བསྟན་པ་ཁོ་རང་ལ་ཉེ་བོ་རེད་ཟེར་ནས་དེ་ནི

དེ་རེད། བྱས་ཙང་དེ་ནས་ཡིན་ཙང། ག་ཟེར་བ་རེད། ཨ་ནི་རྒྱ་ཆོས་སི་ཁང་ཆེན་མ་རག་པ་ཡིན་ཙང། རྒྱ་ཆོས་མ་རག་ཙང་ཐ་མ་དེ་རིན་པོ་ཆེའི་འུ་ཐུག་ནས་རྒྱ་ཆོས་བཅད་མ་རག་ཙང་ཨ་ནི་ག་འདི་འཁྲུལ་པ་ངོ་ནས་ངོ་ལེ་དུས་ནང་ཡང་བྱེད་ཀི་མེད། ད་ཐག་གི་ཡོག་མ་རེད་ད་ད་ཁོ་རང་གི་ཨ་ནི་མེ་རིན་པོ་ཆེ་གི་སག་ཅིག་རྒྱ་ཆོས་མ་རག་ཡིན་ཙང་ད་ལག་རི་ནག་ཅན་གི་སག་ཡིན་མ་དེ་རང་དེ་རེད་མ་གཏོགས་ཤིང་ག་འདི་འཁྲུལ་པ་ངོ་ནས་ངོ་དུས་བྱེད་ནི་མེད་ད།

ཉིས་སྟོང་བརྒྱད་ཀྱི་སྐོར་ལ་ཡང་ཨ་ནེ་རིན་པོ་ཆེས་ཀྱིས། སྐར་ཚོགས་བར་དག་ཉེན་སོགས་ཟབ་མོའི་སྒོས་སོགས་ལ་མནའ་གན་དང་བརྗོད་དང་བཤད་སྐོར་དུ་ཨ་རིན་པོ་ཆེས་རང་གིས་ཨ་ནེ་བའི་སྐུ་ཚབ་སྟངས་དེ་འདྲི་དེ་འདྲི་ཞིག་བྱས་པ་རེད་ཟེར་ཏེ་དེ་འདྲི་བཤད་བཞག་ཟེར་དེའི་སྐོར་ལ་ག་རེ་རེད་ཟེར་ཧ་ལམ་མ་སོང་བས་ཁོས་ཀྱིས་འདི་ནི་རིན་པོ་ཆེ་ཀྱིས་མཚན་ཡང་ཧ་ཡིག་ཧ་མ་གོ་བའི་འདུག་འདུག་དེ་འདྲ་བྱས་བཞག་ཟེར་དེའི་སྐོར་ལ་དེ་ནི།

ཉིས་སྟོང་ལྔ་གཅིག་གི་ལོ་ལས་ཁོ་རང་དགའ་ལྡན་དགའ་ལས་འཕྲོད་པ་ལངས་བར། ཉིས་སྟོང་ལྔ་གི་ལོ་ལས་ཁོ་སྐྱ་ལྟ་ལངས། ལངས་དེ་གོ་ལ་ཉིས་སྟོང་ལྔ་གི་ལོ་ལས་རིན་པོ་ཆེ་ལས་ཡ་ཨ་ནི། ཡི་གེ་བཏང་བཞག་ས་གི་རིན་པོ་ཆེ་དུས་དུས་དགའ་ལྡན་འཕྲོད་པར་བ། ཨ་ག་རེ་ལ་ཟེར་ན་ང་དཀའ་ལས་འཕྲོད་པ་ལོ་ལོ་དུས་དང་པོ་དེ་བྱས་ཚར་བ་ཡིན། ད་ལོ་དུས་གཉིས་པ་དེ་སྐྱ་ལྟ་ང་རྒྱུ་ཡང་ཡང་ཡོད་ཐུག་སོང་ང་ཨ་ནི། འདི་བྱས་ཡ་ཡིན་དཀའ་ལས་འཕྲོད་པ་བྱས་ཡ་ཨི་ཨ་ནི་དགའ་ལྡན་འཕྲོད་རིན་པོ་ཆེའི་ངོ་ནས་ཨ་ནི་རྒྱ་ཆོས་དང་མཐོ་དམན་བཅར་འཇོག་གནང་རོགས་གྱིས་ང་འདི་ཡག་པོ་ཡོད་ཡ་གི་ཟེར་ནས་ཁོས་ཡི་གེ་འདི་འདྲ་ཞིག་བཏང་བཞག།

སྤྱིར་བཏང་གི་མི་སྐད་ག་ཚོད་ཨང་ལོ་མན་ངག་དང་དུས་ཚོད་ཁས་ཆེན་པོ་བཞི་པོ་འདི་རེད་འདི་རེད་ཡིན་གྱི་རེད། ཡིན་གྱི་རེད། ཡིན་ནི་ཡང་ཟེར་བ། རི་བོ་དགེ་འདུན་སྤོ་ལ་སང་འདི་འཇིགས་སོང་འདི་ཉག་ཟེར་ལེན་ནས། ཨ་ནི། དངོས་པོ་རྫུན་པོའི་སངས་རྒྱས་པའི་གོ་འཕང་ཐོབ་ཡག་གི་ཐག་དེ་ཆ་ཚང་དེ་ལས་ཡོག་རེད། དུས་ཡོད་པ་ཡིན་ན་དེ་ག་རང་འགྲིག་གི་ཡོག་རེད་དེ་མ་ཡིན་པའི་གིན་གཞན་ལས་ཡག་ཨ་ནི་ནང་བཞིན་དོ་ཨ་གོ་ཡག་ཅི་ཡོད་ཀྱི་མ་རེད་ས་ག་ས་ག་ལ། བོད་རྒྱལ་ཞུས་ནི་གང་ཟག་ག་ལས་བྱེད་དགོས་ཅི་ཡོད་རྒྱུ་མ་རེད། ལྷག་པར་དུ་ཆོས་སྲིད་ཟུང་འབྲེལ་ཟེར་གྱི་རྩ་ནས་ཡོད་མ་རེད་ཟེར་ཏེ་རིན་པོ་ཆེའི་གསུང་རྒྱུ་དག་ནང་དོ་ལས་གསུངས་ཡོད་རེད་དམ་ན་སྙན་ཁྲིད་ཡང་དག་ཡག་ཡོད་རེད། ཆོས་སྲིད་ཟུང་འབྲེལ་དེ་ཟེར་དུས་དགོས་ལ་ད་ལྟ་དེ་ཅི་ཡོད་རེད་བློ་གསལ་ལེགས་ཀྱིས་མཁྱེན་ཟུར་དེ་དཔག་བསམ་ཟེར་མཁན་དེ་དངོས་གནས་བཤད་ན་ཁོ་རང་ཧ་མོ་སྐྱ་རྒྱུ་འཛིན་པའི་རིན་པོ་ཆེ་གི་སློང་མོ་རེད། ཡིན་ནས་ད་ཞུ་གུ་ཁོ་ཆགས་སྲིད་པ་ཆགས་ཏེ་དེ་འདྲི་དོ། ཁོས་ག་ལ་རེད། ཨ་ནི་པེ་ཁྲོད་རིན་པོ་ཆེ་གིས་དེ་འདྲི་སྲིད་དོ་སྤྱི་བཏང་ཅི་ཡིན་ཡིན་གྱི་རེད་དེ་འདྲི་སོང་བ་ཡིན་ན་ཨ་ནི་པེ་གར་སོ་གི་རེད་ཨ་ནི་ཆོས་སྲིད་ཟུང་འབྲེལ་སུ་ཡོག་མ་རེད་དེ་འདྲི་སླ་བ་ཡིན་ན་ཨ་ནི་ཏི་ཐྱ་ག་དེ་པེ། ཟོང་སྟོང་བུ་གི་དང་ར་ཁྲ་ལེན་བསྡད་ཡོག་རེད་ད་ཐྱ་ག་ཕོ་སོག་དེ་ག་ར་སི་ལ་ན། ཨ་ནི། ཟངས་སྟོང་རིན་པོ་ཆེ་དང་འཇག་རིན་པོ་ཆེ་ལས་ཕོ་གོ་ཡོག་རེད་ཁོ་དང་ར་ལ་རེད་ད། སྐད་ཆ་དང་ར་ཡོག་རེད་ད་སྐད་ཆ་ཐ་ཆག། རིན་པོ་ཆེའི་སྐར་ཚོགས་ནི་ཆོས་དང་སྲིད་ནི་རྒྱ་འགལ་རེད། དེ་ནི་ཟུང་དུ་འབྲེལ་ཡོད་ཀྱི་རྩ་ནས་ཡོད་མ་རེད། ཆོས་སྲིད་ཟུང་འབྲེལ་ཟེར་ཡ་ཞིག་ཡོད་མ་རེད། དེ་ཡོད་པ་ཡིན་ད། ཆོས་མ་རེད་སྲིད་མ་རེད་ཆོས་སྲིད་ཟུང་འབྲེལ། དེ་ལ་དེ་དགོས་ལ་ད། པ་སངས་ལེན་དེ་རྒྱག་རོགས། ཟངས་སྟོང་བུ་ཡིས་ཁྲག་ལེན་ལེན་ཡོད་རེད་ད། བྱས་ཙང་དེ་འདྲ་ཡིན་ཙང་ཨ་ནེ་པེ་ཁོ་རང་གི་ཆོས་སྲིད་ཟུང་འབྲེལ་ཡིན་གྱི་འདུག་ས་ང་རང་པེའི་གྲྭ་པ་ཅིག་ཡིན་པའི་ཆ་ནས་ཨ་ནེ་པེ་གི་གཞུང་གི་ལས་བྱེད་དང་དགེ་རྒན་དང་དེ་འདྲ་བྱས་ན་ཡག་པོ་ཞིབ་པོ་ཅིག་ཡོང་འདུག་ནང་པའི་དཔེ་ཆ་ལྟ་བུ་དགོས་དང་དེ་འདྲ་ཡག་པོ་ཡོང་གི་འདུག་ཟེར་གྱི་འདུག་བྱས་དེ་གོ་རེད་ད། འོན་ཏེ་དེ་མ་རེད་བ།

མེད། ས་བར། ང་ནི་རྩ་བ་ནས་འགྲོ་གི་མེད། མེད་དགོས་རྗེས་ཚེ། དེ་ཚོ་ང། ཆུད་སོ། ཀ་ས་བར། སྣ་རྒས་དྭངས་ཆུ་ཆུ་དང་ཟངས་གསེར་གྱི་འབྲེལ་བ་བཅས་བསལ་ཏེ་དུས་ན་ཡང་ང་ཁས་ལེན་གི་མེད། ཉིས་སྟོང་བརྒྱད་ད་ག་རང་ལ་པེ་རི་སི་ལ་རྒྱུད་སྡེ་གྲྭ་ཚང་གོ་སྒྲིག་བྱས་ནས་སོང་ཆུད་དགོས་ལ་སོས་སུ་ཡོང་ན་ཡོང། ལ་བསྟེན་གིན་ཡོད་ན་མ་བསྟེན་གིན་དེ་ལ་ཆུ་དང་ཟངས་གསེར་གྱི་འབྲེལ་བ་བཅས་བསལ་རྩ་ནས་ཁས་ལེན་མེད། དེ་ག་ནང་བཞིན་གྱི་བི་གེ། ཁོ་རང་གིས། ཀ་ས་བར་རིན་པོ་ཆེའི་ཕའི་ད་ཕ་ཤ་ཤོད། ཀི་ཚོད་འགྲོ་གི་མ་རེད་རྩ་ནས་ཁྲི་ཚོད་འགྲོ་གི་མ་རེད།

ཅེས་དང། འདི་ཚོ་ད། སྤྱིར་བཏང་འདི་རིགས་ཀྱི་སྐོར་དེ་སྐད་ཆ་མང་པོ་བཞི་པོ་ཅི། དང་ཐོག་པའི་རྒྱས་པ་མང་པོ་བཤད་ཀྱི་ཡོད་རེད་དེ་རེད། དེ་ནས་ཞུ་གུ་ལ། འདི་གསུང་གི་རེད་རི་བོ་ཆེ་གིས། ཞུ་གུ་ཞུ་གུ་ལ་ཡ་ཨ་ནི་ད་ལྟ་འདི། ང་ཚོ་མ་ལེ་ཤེ་ལ་ཡ་ཨ་ནི་རྡོ་རྗེ་ཞུ་བདེ་དོར་ཁོང་ཟེར་དེ་དེ་དགུ་རྒྱག་གི་ཡིན་ཟེར་དེ་གུག་དང་མུ་འདུག་ཟེར་གྱི་བྲེལ་བ་ཅིག་བྲིས་རེད་དེ་ལ་ཡ་ཨ་ནི་བླ་ཆེན་ཁག་དང་བླ་རང་ཁག་དེ་ཚོ་གིས་ཨ་ནི་ཡི་གེ་སྤྲད་རེད་དེ་མུ་མཐུད་ནས་གུག་གི་འདུག་ཟེར་གྱི། ཡིན་ནས་སྤྲད་པ་རེད་ཀོས་དེ་དུས་གོ་ལ་ང་ཚོ་བླ་རང་གི་བྱང་ཚད་ངོས་ནས་སྤྲད་ཡོད་རེད། བྱས་ཏེ་རིན་པོ་ཆེའི་དེ་དགའ་ལྡན་ལས་སྤྲས་ནས་མ་དང་རིན་པོ་ཆེ་འདི་ནི་དེ་ཤེས་པ་འདི་ནི་གོ་ལ། ཨ་ནི་འདི་གསུངས་འདུག་གང་ཟག། དལ་ཆོས་ཀྱི་དགའ་བདེ་ཕོ་བྲང་གི་དལ་ཆོས་རིན་པོ་ཆེ་ཚོས་བཏང་བ་རེད། ཨ་རིན་པོ་ཆེ་ཀྱི་དལ་ཆོས་རིན་པོ་ཆེ་ཚོས་ཡོང་གི་འདུག་སུ་བཅག་པ་ཡིན་ཟེར་དུས་གོ་ལ་ཨ་ངས་རིན་པོ་ཆེ་ལ་ཞུས་པ་ཡིན་ད་དེ་མི་དེ་ཡོང་རྒྱུ་བརྗོད་ཨ་མ་རེད་ཟེར་རིན་པོ་ཆེས། ད་འདི་ཚོ་ཚ་གོ་ཡང་ཚང་མ་ཚ་ཚ་རེད་སྨྱོ་སྒྲ་བཤད་ཡ་མ་གཏོགས་གཞན་དག་ཆུ་སོ་ཅི་ཡོད་མ་རེད་ས་ག་རེ་སེམས་ན་ད་འདི་ནས། སྐྱེམས་པའི་ངོ་གོ་ལ་སོགས་པ་མུ་མཇེ་རེད་ད་རི་བོ་ཆེ་ལས་འདི་ཚོ་བཀག་སྡོམ་བཞེས་རོགས་དང་དེ་འདྲ་འདྲ་པོ་འདྲ་བཤད་ཡ་ཡིན་གྱི་རེད་ཟེར་ཏེ་ངས་རི་བོ་ཆེ་ལ་ཁ་ཐུག་དུས་ཞུས་ཡིན་པ། དུས་དུས་རི་བོ་ཆེས་ང་ལ་ག་རེ་གསུང་སོང་ཟེར་ན། འོ་ད་འདི་ཁྱོད་རང་ཙང་ནས་ཧ་གོ་བུ་འདུག་ད་ཟེར་གྱི་རེད། ཁོ་རང་ཚོ་ཚུར་ཡོང་མྱོང་ཡོང་གཅིག་དགོས་རེད། དེ་འདྲས་བཤད་པ་ཡིན་ན་ང་ཏག་ཏག་ཁོ་ཡང་བཤད་ཡ་ཡོད། ད་འདིར་གངས་ཅན་འཛམ་བུ་གླིང་ལ་རིན་པོ་ཆེ་རྒྱ་རིན་པོ་ཆེ་ལས་མཁན་པོའི་ངོ་རྒོལ་ཡོང་ཡག་དང་ད་འདི་བར་བདེན་སོགས་ཁག་ཏུ་སྨྱོ་སྤྲོད་པའི་བདེན་སོགས་དུམ་བུ་ནས་ཆགས་ཡག་དང་དེ་འདྲའི་དགོས་པ་ཆགས་དེ་ཚང་མ་ཐམས་ཅད་དེ་ཁོ་ཚོ་མི་ནས་བཟོས་སོང་སྐུ་དུས་དུས་ནས་ལོ་གནས་བཞི་ལྔ་གོང་ལ་ཡང་ཉིས་སྟོང་བདུན་གྱི་ལོ་ནས་ངས་གསལ་པོ་ཞིག་ནས་བཤད་ཡོད། ཧོ། འདི་ལ་སྐྱེས་པའི་ཕྱིར་འདྲེ་བཞི་ཟིན་གྱི་འདི་གཟུགས་འདི་ཁ་ལ་ཡ་ནི་འདི་བདེ་སོགས་འདི་སྟོང་ཤིག་སྟོང་ཅི་ཡོད་མ་རེད། གལ་སྲིད་འདི་སྟོང་བ་ཡིན་ན་དཔེར་བོད་མི་མང་འདི་ལ་དཔེ་རྙོག་དྲ་རྫོགས་རྒྱུ་མེད་པ་ཡོང་བར་འདི་རྩ་ནས་འགྲིག་བར་ཐ་མ་འདི་དེ་ནི། ཞལ་ལ་ཐག་པ་བཏགས་ས་དེ་ནག་པོ་བཟོས་ནས་རྒྱག་རོགས་པ་ཅིག་རེད་བྱས་ཙང་དེ་བཞིན་ནི་རྩ་ནས་འགྲིག་གི་མ་རེད་ཟེར་ནས་ངའི་ལབ་ཡོད། ད་རེས་ཁོ་ཚོའི་ངག་ལས་དེ་འདྲས་ལབ་ཡོད་ན་ངས་ཁོ་རང་ཚོ་ལ་ལན་དེ་ག་རང་མ་རྒྱག་ཆུག་དེ་སེམས་ཁྲལ་བྱེད་དགོས་ཡོད་མ་རེད་གསུངས་སོང།

ད་ཅིག་དོན་དག་མེད་ངན་སར་ཆགས་འདུག་ཇི་ཙམ་དེ་ཡིན་དུས་ཨ་ནེ་ཞུ་གུ་ཡང་དམིགས་བསལ་གྱིས་དེ་ནས་ད་ལྟ་རིན་པོ་ཆུའི་སྐོར་དང་དྲི་བ་དེ་ཚོ་དྲི་ངེས་དེ་འདྲ་འདུག་དམུ་བུ་ཆེ་དེ་ཚོ་སྐོར་ཡང་ཞུ་བ་ཞུ་གུ་དེ་བ་ལ་སྐད་ཆ་དེ་འདྲ་བཤད་ཆོག་ཟེར་ནས་དེ་ཞུ་ཡ་ཡིན། འོ་རེད་དེ་ནས་ད་ད་ལྟ་དེའི་ནང་ལོག་ལ་དཀར་གསལ་དགེ་ལེགས་སྤྱི་ལས་ཆོས་པའི་བདུད་བཞི་བཟོས་པའི་སྐོར་ལ་ད་དེ་ནས་ཚོང་དུས་ཀྱི་ཐོག་ལ་སྐད་ཆ་མང་པོ་ཞེ་བུ་ཅིག་བྱང་བ་རེད་དེ་ནས་རིན་པོ་ཆེ་གི་བཀའ་ཆད་མང་པོ་གནང་བ་རེད་དགག་ལས་མང་པོ་དེ་བྱས་རེད་བྱས་པ་རེད་ད་གཞན་པ་དེ་ཚོ་སྐད་ཆ་བཤད་ཆོག་ག་འགའ་དེ་འདྲ་ཡོད་རེད

ན་འདི་ཙམ་ལ་ང་ཚོ་སྐད་ཆོ་གར་བྱོང་པ་རེད་ཅེས་མཚང་མ་རྒྱག་རོགས་ཞེས་ཞེས་རེད། འདི་ལས་ལོགས་སུ་ང་ཚོ་ལ་ཞེ་ད། འདི་མ་ཡིན་པའི་ཅིག་བཤད་ག་ཡ་བ་མ་རེད། གང་ཡོང་པ་དེ་ཁ་གསལ་གཏིང་གསལ་ཞིག་འདི་ཡོད་ཞོས་སུ་འདི་ཕུད་ཞོས་སུ་འདི་ཚོང་པར། ད་འདི་ཁོ་ཚོ་གིས་རྒྱག་རིན་པོ་ཆེ་སྤྲད་མ་སྤྲད་དེ་ང་ཚོ་ཧ་གོ་མ་རེད་བ། ཨོ་རྒྱལ་རྩེ་དེ་རེད་དེ་ནི་རྫ་ལྷ་རིན་པོ་ཆེ། དགེ་ལེགས་སྤྱི་ལ་ཆས་པའི་འདི་བཞིན་བཟོས་པའི་སྐུ་ལ་ཨ་ནི་ཚོགས་འདུས་དུ་བྲོས་པ་དང་རང་ཨ་ནི་ཁ་ཐོག། གཟི་ལྡན་རྗེ་ཁོག་བཅག་ཡོད་མ་དེ་ནི་ཁ་ཐོག་མ་ཕེབས་ཡོང། འོ་དེ་འདྲས་རེད་ཁ་ཐུག་ཁོ་རང་ཕེབས་ཡོང་རེད། བྱས་ཙང་དེ་འདྲས་ཟིན་ནས་དེ་རེད་ད། བདག་གིས་རྡོག་རྡོག་རེ་གཅིག་གདོང་རེ་གཅིག་རྒྱག་པ་ཡིན་ན་ཨ་ནི་དེ་རེད་ད། དེ་རིང་ཁང་ཚན་བླ་ཆེན་ཡིན་ནི་འདྲ་འདུག་སུ་འགྲོ་ཇི་ཡིན་ད་ལྷག་པར་དུ་དགེ་ལུགས་པ་ན་འདི་ཚོ་གི་གར་གཅིག་གོ་རེ་ཟེར་ལ་ན། སུ་སུ་གིས་ངའི་སྐད་ཆའི་དྲང་པོ་གཅིག་ཤེས་པ་ཡིན་ན་ང་ལས་ཁ་གཅིག་བཏང་ཡོང་རེད་བསམ་མོ། ཡང་ན་ཅི་ཅི་ཅིར་ཐུགས་ལས་ཕུག་ལོག་རེད་བསམ་མོ་འདི་གཙོ་བོ་བཞག་ར་མ་ཐུག། མི་སྐད་ཀ་སོགས་གནད་དོན་དེ་ག་རེ་ཡོད་མེད་དེ་ལས

ཡག་པོ་ཞིག་ནས་ཞུ་ཐུབ་པ་ཡིན་ན། སྐྱོན་བྲལ་འདིར་ཆགས་ཡོད་མར་ཆེན་པོ། ཁྱེད་ཚང། ལྷག་པར་དུ་ཉིས་སྟོང། རིན་པོ་ཆེ་སོགས་ཉིས་སྟོང། བཞིསྐབས་སུ་རྗེས་ཀྱི་སྨྱོ་སྒྲོ་རྡོལ་པོ་བཞི་པོ་དེ་སྔར་དགེ་ལུགས་པའི་ལོ་རྒྱུས་ཁྲོད་དུ་བྱུང་མ་མྱངས་པ་དེ། ཉིས་སྟོང་བདུན་གྱི་དགེ་ལུགས་སྤྱི་ལས་བྱེད་པའི་སྒྲིག་གཞི་གསལ་ཏེ་ཁོ་ཚོ་ཁ་ཡག་སོགས་དེ་བཟོས་ནས། ད་དེ་བས་ཁོ་རང་ས་བསམ་པ་ཞིག་ནི་བཞི་པོ་གྱི་ཁལ་པོ་གྲོང་པོ་སྤྱང་པོ་ཞིག་ནས་ཁོ་ཚོ་ཕར་ཉིན་བཏང་བ་ཡིན་བསམ་གི་ཡོད་རེད་དེ། ཡོངས་སུ་རྫོགས་པའི་ནོར་བ་རེད་ས་དེ། དེའི་ནང་ནས་ཀྱང་ཆོས་པོ་གཅིག་ངོ་ནས་དེ་འདྲ་བྱས་ཏེ་ནོར་བ་རེད། ཡིན་ན་དེ་འདྲ་ཡིན་ཙང། དེའི་རྗེས་དེ་ཡིས། འདི་འདྲི་བྱས་པ་ནས་ལན་ལན་བལྟས་ནས་མཐའ་མ་དེ་དག་གིས་ལོ་པ་འདི་འདྲི་ཆགས་པ་རེད་ཟེར་ཀོས་དེ་དུས་ཀོས་ལ། ངའི་དགའ་ལྡན་ཁྲོད་ཕོག་གི་མི་ཐུག་ངོ་ནས་ཁ་གསལ་པོ་དང་དངོས་གནས་དྲང་གནས་ཀྱི་འདི་འདྲི་ཟེར་བྱས་པ་ཡིན་ན་གནས་གྲོགས་འདི་འདྲི་འདི་འདྲི་འདི་འདྲི་འདི་འདྲི་ཡོང་གི་རེད་ཟེར་དགའ་དགའ་ཞུས་པ་ཡིན་ཀོས་དེ་དུས་མགོ་ཁྱིམ་པོ་དུ་བཙུད་པའི་ཚོགས་མ་ཐམས་ཅད་ཀྱིས་ཨ་ནི་ད་རིན་པོ་ཆེའི་གསུངས་པ་དེ་ད་གང་རང་རེད་ཟེར་ནས་ཐག་གཏོད་དགོས་ཅི་ནུས་ང་ཚོ།

རེ་བ་ཚང་མ་བཏོན་ནས་ཨ་ནི་ཁ་གཡུག་སོགས་འདྲ་པོ་དེ་ད་ག་དེ་ཁྲོ་བོ་དང་དགེ་ལུགས་པ་ལ་ཡོད་ཡ་གི་དགེ་ལུགས་པ་དེ་ལག་པ་བཤིག་ནས་ཅི་ཙང། ཟངས་སྟོང་ཟེར་ངེས་དེ་གི་ཁོ་རང་ག་དེ་ག་སུ་རེད་ཀ་ལན་ཁྲོ་བོ་བཤིག་པའི་སྐད་ལ་ཨ་ནི་དགེ་ལུགས་པོ་དེ་ལག་པ་བཤིག་ཡ་ཨ་ནི་དཔེ་ཚོགས་མོ་ལག་པ་བཤིག་ནས་ཐོག་སྔ་མོ་རྫོགས་དུས་གོ་ལ་ཁ་རང་གི་ཅི་ག་སུ་རེད་རྗེ་བཙན་སྟག་སྣང་དང་ཨ་ནི་སང་ལོ་དེ་འདྲི་ཅིག་བལྟས་ནས་དེ་ཡི་པའི་ལང་ལོང་ཡག་པོ་ཡོད་ཡ་དེ་ད་ག་ག་ལག་པ་བཤིག་ནས་སྤྱི་དཔེ་དེ་ལག་པ་བཤིག་ནས་ཐ་མ་དེ་ད་སྤྱི་དཔེ་དེ་ག་རེ་ཆགས་ཡོད་རེད་དེ་རི་ག་ཚེ་པའི་སྤྱི་པའི་རིགས་གར་ཆགས་ཡོད། སྒྱིད་ལུག་པའི་རིགས་གར་ཆགས་ཡོད། ཁ་མཚན་དེ། འདུས་སྲོང་དུ་བ་གར་ས། དེ་ང་ཚོ། ཕ་གང་ཆུན་བེད་ཀྱི་སྲོང་དུ་བ། ཅེས་ས། སྒྱིད་ལུག་པའི་རིགས་ཨ་ལོ་པད་གོས་ནང་ཆགས་རེད་ས། དངོས་གནས་དྲ་གནས་རེད་ད། ཨ་ལོ་པད་གོས་ནང་ཆགས་བསྡད་པ་རེད་ད། ཨོ། རང་ཚུགས་མ་སེམས་པས་ད་དེ་འདྲ་ཆགས་རེད་ད། འདི་འདྲི་ས་བྱས་ང་འདི་དགོས་ལ་ཨ་ནི། ཕའི་གོ་ཞེས་མ་བྱས་ནི་ཚོའི་གོ་ཞེས་བྱས་མ་དེ་འཇིག་རྟེན་མིག་གི་འགྲོ་སྟངས་རེད། ཨ་ནི་ལྗོངས་འདི་སྤྱི་པའི་རེད། བྱས་ཙང་དེ་འདྲ་ཡིན་ཙང་ད་ག་འདྲ་ཆགས་སོང་ང་ཚོ་ཚང་མ་ཐམས་ཅད་མཐོང་གསལ་དེ་རེད། ཨོ་ངེད་ནི་གོང་དུ་ཞུས་པ་ནང་བཞིན་གྱི། དགའ་ལྡན་ཁྲི་ཆེན་རྡོ་རྗེ་མཆོག་རྗེ་བཙུན་ལུང་རིག་གནང་བཅས་དགོན་པ་རྫོགས་ཐུབ་རྫོགས་ལུགས་རྫོགས་དང་ཞིང་ལས་བྱེད་སྟངས་སྤྱི་པོ་དམ་པ་རང་དང་ཡོངས་སུ་རྫོགས་པ་ཁོ་རྫ་མ་ལི་ལི་ཐོ་ལས་བཞག་ནས་འགྲོ་བ་རེད། བྱས་ཙང་དེ་འདྲ་ཡིན་ཙང་དེ་ལས་ཡང་ཨ་ནི་གུས་འདུད་ཞུས་མ་ཞུ་དང་ཞུས་མ་ཞུ་ཟེར་ཡས་དེ། ཁོ། བོད་མི་སྤྱི་ཀྱི་རང་ངོས་ཀྱི་བློས་བོད་སྤྱི་ཀྱི་མ་འོངས་ཀྱི་སྤྱི་འཐེན་ལ་དང་མ་འོངས་ཀྱི་དུས་ཚོད་ལ་གནོད་པ་ཡོང་གོ་ར་མ་ཐོག་རྗེ་རིན་པོ་ཆེ་འདྲ་བོ་དེ་ཚོ་ལ་ཁ་ཁད་དགོས་ཡ་ད་ཁ་ཡོད་མ་རེད་ཟེར་ཙང་དེ་ཡིན་ཙང་ངས་ད་རེ་ད་འདི་སྐོར་ད་མང་པོ་ཞུ་གི་མེད་ཧ་ནི་ལོས་བྱ་གི་ཡིན་ཧ་ནི་ཐུགས་ཆེ།